ལོ་བརྒྱའི་སྲིད་འབྱོར་སུ་སོང་པ་ཡི་ལེའུ་གསུངས་པ། ད་ལྟ་ང་ཚོ་ཁ་ན་ཡིད་དུ་ཆུང་ས་ཡི་ལོ་རྒྱས་དེ་ལྟ་གི་ཡིན། ཡེ་ཤུ་ཡིས་སོ་སོའི་སློབ་མ་ཁ་ཤས་སྐད་གཏོང་ཚར་བའི་རྗེས་སུ་ཁ་ན་གསོས་བའི་གྲོང་གསེབ་ཞིག་ལ་ཆུང་ས་ཡི་རྟེན་འབྲེལ་ཡོད་པ་རེད། ཆུང་ས་དེ་ལ་ཡེ་ཤུ་ཡི་ཨ་མ་ཀྱང་ཡོད་པ་རེད། དེ་ལ་ཡེ་ཤུ་དང་ཁོང་གི་སློབ་མ་རྣམས་ཀྱང་ཆུང་ས་ཡི་རྟེན་འབྲེལ་ལ་སྐད་གཏོང་གནང་བ་རེད། ཁྱོད་ས་ཡི་རྟེན་འབྲེལ་བྱེད་བཞིན་ཡོད་པའི་སྐབས་སུ་ཁྱོད་རྫོགས་བ་རེད། ཡེ་ཤུ་ཨ་མ་ཡིས་ཡེ་ཤུ་ལ་ཁོ་ཚོ་ཡིས་ཁྱོད་རྫོགས་ཚར་འདུག་ཞེས་ཤོད་པ་དང་ཡེ་ཤུ་ཡིས་ལན་དུ། ཁྱེད་ཀྱིས་ང་ལ་དེ་བཤད་དགོས་དོན་ག་རེ་ཡིན་ནམ། ང་ཡི་དུས་ཚོད་དེ་ད་དུང་སླེབས་ཡོད་མ་རེད་ཞེས་པའི་ཡེ་ཤུ་ཡིས་ལན་གནང་བ་རེད། དེ་ནས་ཨ་མས་ཡེ་ཤུ་ཡུལ་པོ་རྣམས་ལ། གཙོ་བོ་ཡེ་ཤུ་གིས་ག་རེ་གསུངས་པ་དེ་བྱེད་ཤོག་ཞེས་ཟེར་བ་རེད། ཡ་ཧུ་དཱ་པ་ཡིས་ཆོས་ལུགས་པ་ཡི་ལུང་ཟས་བཏགས་པ་ཡིན་ན། སོ་སོའི་གཙང་མ་བཟོ་བའི་ཆེད་དུ་མིའི་ཟས་བྱས། རྡོ་ཡིས་བཟོ་བའི་ཆུ་སྣའི་ཀྲོག་ནང་དུ་ཆུ་བླུགས་ཡོད་པ་དེ་དེ་ལ་བཞག་ཡོད་པ་རེད། ཆུ་སྣའི་རི་རེ་ཡི་ནང་དུ་ཧ་ལམ། ཆུ་ཡི་རྒྱ་མ། ཉི་ཤུ་དང་སུམ་ཅུ་བར་ཤོང་གི་ཡོད་པ་རེད། ཡེ་ཤུ་ཡིས་ལས་ཀ་བྱེད་མཁན་རྣམས་ལ་ཁྱེད་ཉིད་དེའི་ནང་དུ་ཆུ་གང་ཤོག་ཞེས་གསུངས་པ་དང་དེ་དག་གིས་ཆུ་གང་པ་རེད། དེ་ནས་ཡེ་ཤུ་ཡིས་ཁོ་ཚོ་ལ་གསུངས་པ། ད་ཆུ་དེ་བཅུ་ནས་ཆུང་ས་ཡི་མགོ་བ་ལ་སྤྲད་ཤོག་ཞེས་གསུངས་པ་དང་དེ་དག་གིས་ཀྱང་དེ་ལྟར་བསྒྲུབས་པ་རེད། གཡོག་པོ་རྣམས་ཀྱིས་ཁྱོད་དེ་གས་ནས། ཁྱུང་ས་ཡི་མགོ་མཛེས་ལ་སྤྲད་པ་དང། ཁྱུང་ས་ཡི་མགོ་མཛེས་ཀྱིས་ཁྱོད་དེ་མཐོང་པ་དང་དེས་ཁྱུང་ལ་འཇོག་ཡོད་པ་རེད། ཁོང་གིས་ཁྱུང་དེ་ག་པ་ནས་ཡོང་གི་ཡོད་པ་ཧ་མ་གོ་བར་རྨ་པ་ལ་སྐད་བཏང་ནས་གསུངས་པ། མི་ཐམས་ཅད་ཀྱིས་ཁྱུང་ཚ་མགོ་བཙུགས་ནས་ཁྱུང་ཡག་ཤོས་དེ་ཁྱེར་ཡོང་གི་རེད། དེ་ནས་སྐུ་འདྲེན་རྣམས་ར་བཟི་ཚར་བའི་རྗེས་སུ་ཁྱོད་འདུ་ཤེས་དེ་ཕྱིར་ཡོང་གི་རེད། འོད་ཀྱང་ཁྱེད་ཀྱིས་ཁྱོད་ཡག་ཤོས་དེས་ད་ལྟ་ཕྱིར་ཡོང་གི་འདུག་ཞེས་ཟེར་བ་རེད། ག་ལེ་ཡིད་ཀྱི་ཁ་ནི་གྲོང་གསེབ་ནང་དུ་ཡེ་ཤུ་ཡི་ཆུ་དེ་ཁྱོད་ལ་སྦྱར་བ་དེ་ནི་སོ་སོ་རང་ཉིད་ཀྱི་གཟི་བརྗིད་དངོས་ནས་སྒྲོ་བཏགས་བསྟན་གནང་བའི་མཁན་དང་པོ་དེ་ཡིན་པ་དང་དེ་ནས་སློབ་མ་རྣམས་ཀྱིས་ཁོང་ལ་དད་པ་བྱས་པ་རེད། དེའི་རྗེས་སུ་ཡེ་ཤུ་ཁ་སྤུ་གནམ་ལ་ཕེབས་པ་དང་ཁོང་གི་ཨ་མ་དང་པན་ཇཱ་སློབ་མ་རྣམས་ཁོང་གི་གནམ་དུ་ཕྱིན་ནས་དེ་ལ་ཉི་མ་ཁ་ཤས་བསྡད་པ་རེད།